མིན་འདུག་སི་ཨེ་ལ་སོགས་པ་རེད་པ། ཡི་གེ་ཧ་གོ་གི་མིན་འདུག་སི་ཨེ་ལ་སོགས་པ། ད་ང་ཚོ་ད་རུང་ཏུའི་ཞང་གཅིག་གི་ནང་ལོགས་ལ་ཉི་མ་གཅིག་ལ། མི་ག་ཚོད་ཡོད་ལོས་རེད་པ། རྩ་ཡི་ཞན་ཆད་སྐྱོ་མི་ག་ཚོད་ཡོད། དགོངས་པ་ཞུ་སྐྱོ་མི་ག་ཚོད་ཡོད་ལོས་རེད་པ། དོན་ཚོ་སྐྱབས་ཚང་དཔའ་བོ་ཆེ་བོ་རེད་དེ་ཡིན་དུས་འཇམ་པ་མགྱོགས་པོ་མགྱོགས་པོ་དཔའ་བོ་མ་བྱས་བྱས་དཔའ་བོ་ཕྱི་མ་ཤེས་མ་ཤེས་རེད་པ། དཔའ་བོ་ཕྱི་མ་ཤེས་གཅིག་ནས་གར་སོང་རེད་དེ་འདྲས། གར་ས་དེ་འདྲས་ལ་རྒྱུས་མངའ་ཡོད་བ་མ་རེད་པ་རྒྱུས་མངའ་མེད་དུས་འཇམ་པ་ལབ་བཟང་དཔའ་བོ་ཆེ་ཟེར་དུས་འཇམ་པ། ཐབས་སྐད་ཆ་བཤད་མ་ཤེས་ཡོང་ལ་བྱས་ལ་སོགས་པ་རེད་པ། དེ་འདྲས་བྱས་དུས་འཇམ་པ་དཀར་རྒྱུ། མཆོག་ཏུ་བཏང་ཉོན་ཡོད་ངོ་ནས་ཨ་ཅག་དེ། ངོ་ནས་གུ་དྲིས་ཏི་ལེ་ཀའི་ཀར་རྒྱུ་མ་ང་བཏང་ཉོན་ཡོད་སུའི་རང་བླ་ཆ་ལེན་ཡའི་ཆ་ཆ་རྐྱང་རེད་བླ་ཆ་ལེན་ཡའི་ཆ་ཆ་རྐྱང་རེད་དེ་ཡིན་ནས་ཀའི་དབང་ཆ་བེད་སྤྱོད་བཏང་བྱས་ངོ་ནས་ཤེས་བྱས་བྱས་ན་བཏང་ཉོན་ཡོད་ཤེས་བྱས་བྱས་ན་བཏང་ཉོན་ཡོད་བཏང་ང་མ་ཚད་ད་གར་གཅིག་ཡོག་རེད་ཟུར་ན། ཀའོ་ཀྲུང་གར་གཅིག་ཁ་ཆིན་པ་ཀའོ་ཀྲུང་གར་ཟུར་བ་གསང་སྤྱོད་ལས་གར་ཟ་གསང་སྤྱོད་ཀྱང་ཁ་ཆིན་པ་ཟེར་ཡ་ལ་སོགས་པ་སུའི་རང་ཨ་ཅག་མོ་རང་གི་དེ་འདྲས་རེད་གར་ཟུར་རེད་ལྟ་ཞོད་ལས་ཀྱོག་དེ་འདྲས་རེད་དེ་ཡིན་ནས་སོ་སོའི་གནས་བབ་དེ་ཧ་མ་གོ་བྱས།

རེས་མོས་རྒྱབ་ཏུ་སེ་དུས་ཙམ་པ་ད་ངའི་བསམ་པ་ལ་ཡང་ཁ་ལག་དང་དེ་འདྲའི་བཟོ་སྟངས་ར་ཅིག་ཐིག་ཚུ་ཐིག་ཚུ་ལབ་ཀྱི་རེད་བསམ་རྒྱུ་རེད་བ། ཐིག་ཚུ་ཐིག་ཚུ་ལབ་ཀྱི་རེད་བསམ་རྒྱུ། ད་དང་པོ་རང་ནས་བཟོ་ཤེས་ཀྱི་མེད་ཅེས་ལབ་པ་རེད་བ། ཨ་ནི་འོན་ཅན་ནི་འགྱངས་བཞིན་ཡོད་མི་འདུག་སོ་སོས་ང་ལ་ཐུག་ལབ་ཀྱི་རེད་བ། དེ་ཡིན་དུས་ཙམ་པ་ད་ཐིག་ཚུ་ཐིག་ཚུ་ལབ་ཀྱི་རེད་བསམ་རྒྱུ་ཡིན་ནའི་དེ་འདྲའི་ཡོག་རང་སངས་ཀྱི་ཡོག་མ་རེད།

སྐད་གླེང་མི་འདུག་ད་སྐྱོན་ཡོད་མ་རེད་ཅོག་ངས་སྐད་ག་དེ་ལ་ང་རའི་སྤུན་རྒྱག་སྐད་ག་དེ་ལ་ད་ང་དོན་གཉེར་ཡིན་ལབ་ཡོད་དོན་ག་ཡོད་མ་རེད་ངས་ཞིམ་པའི་ས་ཆ་ཞིམ་པའི་ཅིག་ལ་བྱེད་ཡས་ཡོང་དགོས་སམ། བྱེད་དགོས་སམ་བྱེད་དགོས་ངས་ད་དུས་དུས་རང་ད་གོང་ཚོ་ལ་ངས་དེ་འདྲའི་དྲའོ་ད་ག་དྲའོ་ཧུ་བྱས་སོང་ན་གལ་ཡོང་མ་རེད་སམ་ངས་གི་གི་ང་སྐད་ག་ཡིན་སུ་ནས་གི་དེ་འདྲའི་ཀྲུང་དུས་གི་དུས་རང་དེ་འདྲ་རེད་དེ་ཡིན་དུས་ཚོམ་པ་ད་སྐད་ག་གི་ད་དུས་དུས་རང་ད་གོང་ཚོ་ལབ་དུས་ཚོམ་པ་ཁོ་ཚོ་ང་ས་ཆ་ཞིམ་པའི་ཅིག་ལ་བྱེད་ཡས་པ་རེད།

འོན་ཅེས་ཀྱང་བཤད་ཉན་ཡོད་མ་རེད་ཞིང་པའི་གུས་ཀྱི་གུས་ཆབ་ཚང་གུ་རང་མི་རྒན་དེ་འདྲས་བྱས་ཡི་གེ་མ་ཤེས་པ་འདི་འདྲས་ཀྱང་རེད་དེ་ཡིན་དུས་རྩོམ་པ་ད་ཁོང་ཚོས་ང་ལ་ཡག་པོ་བཤད་ན་ཅིག་ཡོད། གཅིག་ནས་ང་ར་སོ་སོ་གི་ཁ་ལག་སོ་ཐུལ་གི་ཡོད་ལ་གཉིས་ནས་ཀི་ཀ་དེ་ངལ་གསོ་བྱེད་དུས་ངས་གི་འོན་ཅེས་མཐོ་ཚོ་ཀྱང་རེད་བ། ནམ་རྒྱུན་ཡིན་ཟུང་ཀི་ཀ་དེ་མེད་དུས་རྩོམ་པ་འོན་ཅེས་འདི་སྐད་དེ་མ་ཀྱང་བྱས་ཀྱི་འདུག་བཞག་བཞེས་གི་ཡོད་རེད་བསམ། ཡིན་ནས་གི་ཀི་ཀ་དེ་ངལ་གསོ་ཡིན་དུས་རྩོམ་པ་ཐེངས་ལྔ་ལབ་དང་ངས་གཅིག་ཆབ་ཚང་གྱང་རོགས་བྱས་ཡོད་ཡོད་རེད་བ་དེ་ཡིན་དུས་རྩོམ་པ་དུས་དྲང་གི་ང་ལ་ཡག་པོ་བཤད་ན་ཅིག་ཡོད་ངོ་ནས་སོ་སོ་སྤུ་གུ་ནང་བཞིན་ཅིག་ཡོད། ཁྲའོ་ཧྲི་དེ་བ་ལ་ཚེ་ད་དེ་འདྲས་ཉོ་ག་བྱས་ནས་གི་ང་ལ་རྔན་པ།

ད་ལྟ་དུས་དེ་ཀྲུང་དུས་དེ་འདྲའི་མཆོག་ཏུ་ཡོད་རེད་དེ་ཡིན་ནའི་ཁོང་ཚོས་ངག་གྲོགས་ཁོ་ན་ལ་སྤུ་གུ་ཡོད་ནའི་གེ་རེད་པ་གྲོགས་ཁོ་ན་ལ་སྤུ་གུ་ཡོད་ནའི་གེ་ཁོང་ཚོས་ངག་སྐད་བཏང་པ་རེད་སྐད་བཏང་དུས་མི་མ་འགྲོ་རང་འགྲོ་རེད་པ་གུ་དྲིའི་སྐད་བཏང་དུས་མ་འགྲོ་རང་འགྲོ་རེད་ད་ང་ཕྱིན་པ་རེད་ཉི་མ་གསུམ་ལག་འཚོ་བྱེད་ངས་གཏུགས་ཟིན་ཁ་ལག་བཟོ་ཡས་ཡིན་ནའི་རེད་གཏུབ་ཡས་ཡིན་ནའི་རེད་དོན་ཚོ་ལྕགས་ཚང་ང་ལྕེ་སྒོར་གྱི་བྱེད་དུས་ཚོམ་པ་ངའི་སྤུ་གུ་གྲོགས་ཁོ་ན་ལ་མ་བསྡད་ཚོར་བྱས་པ་རེད།

ཐོབ་པ་རེད་ད་ང་རང་དངོས་སུ་སྤུ་གུ་སྐྱིད་དུས་རྩོམ་པ་ང་ལ་དངུལ་བཏོན་ཡས་ཡོར་སོ་མོག་ཙེ་བཅས་བཏོན་ཡས་མེད་དངོས་གནས་ལོ་གཉིས་དང་ལོ་བཅས་ལག་འཚོ་བྱས་ཞང་པང་གཅིག་ག་ཕྱིན་པ་ཡིན་ཏེ་ཡིན་ནའི་ཁའི་སོ་སོས་ཀྱི་རང་ཕྲུག་སྐྱིད་དུས་རྩོམ་པ་སྨིན་རིང་བཏང་མེད་ཡས་ཙམ་བྱས་མེད་སྨིན་རིང་བཏང་ཡས་མེད་པ་དེ་འདྲའི་བྱས་བྱས་ལས་བྱུང་ད་དེ་དུས་ང་རང་སོ་སོའི་ཕ་མ་ཡོག་རེད་མི་ཤེས་དངོས་གནས་གྲོང་ཁྱེར་དེ་བ་ཡིན་སོང་གྲོང་ཁྱེར་དེ་བ་ལ་སྐྱེས་བྱས་སོང་ན་ཕ་མ་དེ་འདྲ་ཉེ་འཁོར་ལ་མིན་སོང་ན་སུས་ང་ལ་དངུལ་བཏང་ཉས་བཅུག་གྱི་རེད་རེད་བ་སུས་ང་ལ་དངུལ་བཏང་ཉས་བཅུག་གྱི་རེད

སྐྱབས་ཚང་ཁོ་རང་དངོས་གནས་དྲང་གནས་ཡིན་ཨ། ང་དེའི་ནང་ལོགས་ལ་ཅིང་ལིས་རྫུན་མ་ཅིག་བཤད་ཀྱི་འདུག་སུ་དེས་དགོས་ཡས་ཀྱི་དགོས་པ་གལ་མི་འདུག་ཨ། ངས་ཁྱེད་ཚོ་ལ་རྫུན་མ་རེ་བཤད་དེ་འདྲ་བྱེད་ཡས་ཀྱི་དགོས་པ་གལ་མི་འདུག་ག་རེ་ཡིན་ཟེར་ན་ང་ར་སོ་སོ་ནང་པ་སངས་རྒྱས་ཀྱི་ཆོས་བྱེད་ཉེན་ཡིན་དུས་ཟེར་པ་ང་དེ་ནས་མ་སྐྱག་རྫུན་བཤད་ཀྱི་འདུག་སུ་དེ་འདྲས་ཀྱི་ག་རེ་ཟུག་རེད་སྐྱག་རྫུན་བཤད་དེ་འདྲས་བྱེད་ཡས་ཀྱི་དགོས་པ་མི་འདུག་རང་སོ་སོ་བདེན་པ་རེད་བསམ་ན་ཉན་བྱེད་བདེན་ན་འགྲིག་གི་རེད་བདེན་པ་མ་རེད་བསམ་སོང་རང་དོན་སོང་ན་ཆ་རེད་ཨ། དེ་ལ་གན་ཡོག་མ་རེད་ཨ་དེ་ལ་གན་དགོས་ཅེས་ཡོག་མ་རེད། ཨ། དེ་ལ་གལ་དགོས་ཅན་ཡོད་མ་རེད། ང་ཚོ་སྐྱབས་ཚང། ཆོས་བྱེད་ཡས་དེ། མིའི་གི་སེམས་པ་སྐྱིད་པོ་བྱུང་རོགས་བྱས་ན་བསམ་བྱས། རེད་པ། དེ་འདྲས་གི་ཆེད་དུ་ཆོས་བྱེད་ཡོག་རེད་པ། ཨ་ནི་ང་དེ་ནས་མ་ཁ་ན་ན་ཤེས་རེད་པ་ང་ར་སོ་སོའི་གི། རེད་པ། ངས་གི། གཅིག་ནས་བྱས་སོང་ང་ར་སོ་སོའི་གི་ཆེད་དུ་ངས་གི་ཐེ་གཏོང་དེ་བྱེད་གི་ཡོག་རེད་གཉིས་ནས་ཆ་བཞག་སོང་ན་ངའི་ཐེ་གཏོང་ནང་ལོག་ལ་ཡོང་བྱས་བུ་མོ་མང་པོ་གཅིག་གི་འཚོ་བ་ལ་རྒྱུན་དུ་བཏང་ཡོག་རེད་གཉིས་མ། རེད་པ། ཁ་ལག་ཟ་ཡས་ཡིན་ནི་རེད་གུ་ལོག་ཉོ་ཡས་ནི་སྐྱབས་ཚང་ཁྱོ་གས་དོང་ལ་བལྟས་བྱས་དེ་ཉིན་རེ་འགའ་གི་དེ་ཤ་ད་བ་ལ་དྲུག་སྟོང་བདུན་སྟོང་ཟག་ཉེས་ཡོག་རེད་གསུམ་སྟོང་བཞི་སྟོང་ཟག་ཉེས་ཡོག་རེད། ད་དེ་ནས་ཏིག་ཙུ་མ་ང་འགྲོ་རྒྱུ་དེ་འདྲས་ཡིན་ཟུར་ན་རེད་པ་ཏིག་ཙུ་མ་ང་འགྲོ་རྒྱུ་དེ་འདྲས་ཡིན་ཟུར་ན་ད་བར་ལ་ཁྲི་ས་ཉེ་ཡས་དེ་འདྲས་ཡོད་རེད་དེ་ཡིན་དུས་ཙམ་པ་ང་དེའི་ནང་ལོག་ལ་ཧམ་པ་བཤད་དགོས་ཡས་གི་དགོས་པ་གན་གོ་བྱས་མི་འདུག་ཨ་དགོས་པ་གན་གོ་བྱས་ང་ཧྲང་གཅིག་རྐང་བྱས་བྱས་མེད་ཡིན་ནས་ཀྱེ། སྐད་ཆ་བཤད་སྟངས་རེད་པ་ང་དེ་ནས་མ་མིག་པ་ཚ་ཚ་ཚོ་བཤད་རེད་པ་གཅིག་ནས་དེ་ང་ར་སོ་སོའི་གི་ཆེད་དུ་རེད་དེ་ཡིན་ནས་ཀྱེ་རང་གི།

ཁོ་ར་དྲུག་གིས་དེ་ཡིན་དུས་ཙམ་རི་མོ་རེད་འདོད་ཅེས་མགོ་རུལ་བ་མི་ག་རེ་ཡིན་ནས་ཀྱིས་ཅེས་མགོ་བྱེད་མྱོང་ཡོད་དེ་ཡིན་དུས་ཙམ་པ་ང་ཧྲང་ཅིག་བྱེད་དགོས་ཡས་ཀྱིས་ངས་འདི་འདྲས་རྒྱུ་མཚན་གས་མི་འདུག་ཨ་རྒྱུ་མཚན་གས་མི་འདུག། ཤོད་དགོས་ཡས་ཀྱིས་རྒྱུ་མཚན་མི་འདུག་ཨ་རྒྱུ་མཚན་མི་འདུག་ཨ། སྡུག་ས་རེད་ཨ་ཁོ་ཚོ་སྡུག་ས་རེད་ད་འདི་ནས་ག་རེ་བྱས་པ་རེད་སུ་སུ་ན།

ད་ཡང་ང་སྤུ་གུའི་ཧིན་སྒོར་དུ་དེ་ཚོ་བཙོ་བ་རིན་གྱི་རེད་པ་སྤུ་གུ་ལ་གོ་ལོག་ཉོ་སྤུ་གུ་ནི་ཉི་མ་ཉི་མ་ལོངས་ཀྱི་རེད་དེ་ཡིན་དུས་ཚང་མ་འགྲོ་སོང་བཏང་དགོས་རེད་པ་འགྲོ་སོང་བཏང་དགོས་རེད་པ་དོན་ཚོ་རྫུན་མ་རེད་པས་དོན་ཚོ་རྫུན་མ་མ་རེད་པ་དྲུག་སྤུ་གུ་སྐྱེས་བཅས་དུག་སེ་སྐྱ་རམ་དབྱུག་ཤ་ནི་འབྲི་ཡོང་གི་མ་རེད་པ་དོན་ཚོ་འགྲོ་སོང་བཏང་དགོས་རེད་པ་དེ་ཡིན་དུས་ཚང་མ་ད་འགྲོ་སོང་བརྒྱབ་ཙང་དགོས་ན་ད་མི་ནང་རོགས་རེད་པ་ང་སུའི་ར་ང་དེ་མིའི་མནའ་མ་ལ་བསྟི་གྱོ་དེ་འདྲས་རེད་རེད་པ་མནའ་མ་བསྟི་གྱོ་རེད་ཡིན་ནས་ཀྱང་ངས་ངོས་རེ་གི་ནང་རུ་བསྡད་ཅེས་བསྡད་གྱོ་རེད་ད་ཟ་ཟ་བཏུང་བཏུང་བརྒྱབ་ཙང་ངོས་རེ་ནང་ནས་བྱེད་གྱོ་རེད། ཨ་ནི་ད་འདུག་གི་ཁོང་ཚོ་ལ་དངུལ་གནང་ཟེར་ན་སྙིང་གཅིག་གྱིར་བ་ཨ་ནི་ང་རང་སོ་སོ་ཡིན་ཟེར་ན་ད་གོང་ལ་ལོ་གཉིས་ཚོད་དྲུག་ཉུང་ཡོད་དེ་ཡིན་ནའི་ཀའི་ནང་ལ་དངུལ་ཟེར་ན་རྐང་གཅིག་སྤྲད་མྱོང་མེད་ཕ་མས་ཀའི་དགོས་ཟེར་གྱི་མ་རེད་ག་རེ་ཡིན་ཟེར་ང་མིའི་མནའ་མར་འདི་དགོས་དེ་འདྲ་ཡིར་བ་འདི་ཡིན་དུས་ཟེར་བ་དགོས་བས་ཟེར་གྱི་མ་རེད་ལ་ང་རང་སོ་སོས་ཀའི་བཟང་གོ་བསམ་ནའི་ཀའི་སེམས་པས་ཀའི་བསམ་ནས་ལོས་བོད་ཆོག་གི་མི་འདུག་སྒོར་མོ་ཉེས་སྟོང་ལྷག་ཚོད་ལས་ཡོག་མ་རེད་བ་ཨ་ནི་ཟ་གོ་རེད་བཏུང་གོ་རེད་རེད་བ། འདི་ཡིན་དུས་ཟེར་བ་ལོས་བོད་སྒོར་ཆོག་གི་མི་འདུག་འདི་འདྲ་བྱས་བྱས་ད་ཕག་དངུལ་སྤྲོད་ཡས་མང་དུས་ཟེར་བ་ད་འདུག་ཚུར་གནང་ཟེར་ནས་ངོ་ཚ་གྱིར་བ། ངོ་ཚ་གྱུར་བ་དེ་ཡིན་དུས་རྩོམ་པ་ད་ཅོག་ལ་གནང་ཟེར་ད་མཚམས་རེ་མཆོག་ལ་དེ་ཡས་ཡོད་རེད་མཚམས་རེ་དེ་ཡས་ཡོད་མ་རེད་ད་ང་ལ་མིན་ཡིན་ནའི་ཀྱེ་ངས་གཡས་བཅད་རང་ལ་བསྐུར་ཡོང་གོ་དེ་འདྲས་ཀྱི་ཚོགས་དེ་འདྲས་དཀའ་ངལ་དེ་འདྲས་བྲལ་དུས་རྩོམ་པ་དངོས་གནས་སེམས་པའི་ནང་ལོགས་ལ་སྐྱིད་པོ་མི་འདུག་ངོ་ནས་མཚམས་རེ་ཡིན་ཟེར་ཅོག་ཡིན་ཟེར་ན་ཡག་པོ་བཤད་ན་ཡོད་རེད་ང་རེ་ཅོག་ཡིན་ཟེར་ན་ཡག་པོ་བཤད་ན་ཡོད་མཚམས་རེ་ཡིན་ཟེར་ན་ངས་དངུལ་གནང་ཟེར་ན་མི་ཡིས་རྐང་གཅིག་ཟེར་གྱི་མ་རེད་མི་ཡིས་རྐང་གཅིག་ཟེར་གྱི་མ་རེད་ད་ང་ད་ང་འདྲ་བོ་འདྲས་རེ་འགའ་ཁྱོ་ག་ཡག་པོ་ཡོད་ན་ད་དུག་སེལ་སྤྲད་ཀྱི་རེད་རེ་འགའ་ཡག་པོ་མེད་ཟེར་ན་རྐང་རྗེས་མ་བྲལ་བ་བྱེད་ངེས་དེ་འདྲས་མཆོག་ཏུ་ཡོད་རེད་མཆོག་ཏུ་ཡོད་རེད།

འོ་དམག་དེ་ག་ཚོད་ཀྱང་རིང་བ་དེ་ནས་ཀྱང་དེ་ཚོ་གི་སྦུ་གུ་ཡག་པ་ཆགས་ཀྱི་རེད་སྦུ་གུསོག་པོ་ཐ་ང་ཡོག་རེད་དེ་འདྲའི་ལབ་ཡས་སོ་ཞེས་ཨ་ཁྱོ་གས་ཀྱི་ནང་མི་ཁ་ལ་ཉན་བྱས་ང་ལས་ཀ་ལ་རྐང་རྗེས་བཏང་ཡོག་མ་རེད་ད་གྱོན་ཡོག་མ་རེད་རང་དངུལ་ནི་ངས་སྤྲད་གི་ཡོད་ད་རང་ཕ་ཚོ་སྡུག་རེད་ཀྱི་ཕ་ཚོ་སྡུག་རེད་ཀྱི་ཨ་ནི་སྦུ་གུ་ལོ་གཅིག་ཆགས་སོང་ན་ཨ་ནི་རང་ལས་ཀ་ལ་བྲོས་ན་འགྲིག་གི་རེད་འོང་དེ་འདྲས་བྱས་བྱས་ང་ལོ་གཅིག་སྒོར་རེ་ནང་ལ་ལོ་གཅིག་སྒོར་བརྒྱད་དུག་སེལ་བ་རེད་ད་ངས་ཀྱི་སྤུ་གུ་ལྟེ་བའི་ཞོར་ལ་ངས་ལག་ཤེས་དེ་འདྲ་སྦྱངས་པས་ངས་ཁྲོམ་ཟེ་རྟ་ཡས་སུ་དེ་དེ་འདྲ་ད་དེ་འདྲ་མཆོག་ཏུ་སྦྱངས་པས་ཡིན་ནའི་ཀའི་དོན་ཚོ་འཚོ་བ་ལ་དུག་སུ་ཕན་ཐོག་ཙམ་ཅིག་ལས་ཡིན་ནའི་ཀའི་དངུལ་དོན་ཚོ་དངུལ་བཟོ་ཐུབ་ཀྱི་མི་འདུག་དངུལ་བཟོ་ཐུབ་ཀྱི་མི་འདུག་ཨ་ནི་ང་ཚོ་གྲོང་ཁྱེར་གྲོང་གསེབ་ནང་ལོགས་ལ་ཡིན་ཟུར་ན་དངུལ་མེད་ཟུར་ན་ལས་ཀ་བྱེད་བཞིན་གྱི་མ་རེད་པ་དངུལ་མེད་ཟུར་ན་ལས་ཀ་བྱེད་བཞིན་གྱི་མ་རེད་དེ་མིན་དུས་བསམ་པ་ད་རྐང་རྗེས་ཡོང་མི་འདུག་ད་ངས་གར་བྱས་པ་ལོ་གཅིག་ཕྱིན་ནས་ངས་ཧྲག་སོང་རང་ད་སྤུ་གུ་ནོར་ད་བྱས་ཉེས་ཡིན་ང་ལས་ཀར་འགྲོ་ཉེས་ཡིན་ལབ་ཡིན་ང་འགྲོ་ཉེས་ཡིན་ལབ་ཡིན་ད་དེ་ནས་ག་བྱས་པ་རེད་ཟེར་ན་ངེད་ཀྱི་སྤུ་གུ་ང་རེ་ཁྱོ་གའི་ནང་ལ་བསྐྱལ་བྱས་ཞབས་པས་ཁྱོ་གའི་ནང་ལ་བསྐྱལ་ཁོ་ཚོ་ཡིན་སོང་མི་མང་པོ་ཡོད་རེད་རྒན་རྒོན་མང་པོ་ཡོད་རེད་དེ་ཡིན་དུས་ཟེར་མ་ཁོ་ཚོས་ཀྱི་ཡིད་ཁྲི་ཁོ་རང་མ་བསྐྱལ་ཞུགས་ཀྱང་ལབ་ཀྱི་རེད་ཡིད་ཁྲི་ཁོ་རང་མ་བསྐྱལ་ཞུགས་ཀྱང་ལབ་ཀྱི་རེད་དེ་ཡིན་དུས་ཟེར་མ་ད་མ་བསྐྱལ་བས་མ་བསྐྱལ་དུས་ཟེར་མ་ཁོ་ཚོས་ནང་མི་ག་རེ་ལབ་པ་རེད་ཟེར་ན་ང་རང་ད་རང།

བརྒྱ་དང་བཅོ་མེད་དགུ་འདུག་ཁྱེད་ཚོ་ཕྱི་ལོག་ལ་མ་བསྡད་བྱས་ནང་ལོག་ཤོག་ཨ། ཕྱི་ལོག་ལ་གསང་སྙུང་བྱས་བྱས་བསྡད་བྱས་ཆོག་གན་ཁུ་བྱས་ཡོག་མ་རེད་ད་ཕ་ཆད་ངས་ངོ་ཤེས་མ་རེད། དེ་ཤག་དེ་རང་རེད་དེ་ཤག་སྤྱི་ཚོགས་རང་དེ་རང་རེད་ངོ་ཤེས་མ་ད་ཚོད་ཀྱི་ཕྱུག་པོ་ཆགས་རོགས་བྱས་ན་བསམ་དེ་འདྲས་བྱས་བྱས་རེད་པ་དོ་ད་ངས་ཀྱི་མོའི་གྲོད་པོ་ཅན་ནང་ལ་ཡོང་ན་རེད་པ་མོ་ཕྱུག་པོ་ཆགས་མ་ཡོག་ངས་མོ་ལ་དན་ཙང་བརྒྱབ་ན་མོ་ལ་དངུལ་བཞེས་ན་བསགས་མ་ཡོག་དེ་འདྲས་བསམ་ཉན་དོན་ཚོ་ཕྱི་ལོག་ལ་བསྡད་ཡོག་རེད། དེ་འདྲ་བྱས་མ་ཐོས་ཨ་དེ་ཁྱེད་ཚོ་དེ་ནས་རྫུས་པ་ཤེས་ནས་ངས་དེ་ནས་མཐོང་གི་རེད་དེ་ཡིན་དུས་བསམ་པ་རེ་འགའ་ཡིན་སོང་ན་ངས་མིང་གོ་ར་པས་འགྲོ་རྒྱབ་ཡོད་རེད་བ་དེ་འདྲ་བྱེད་དུས་ང་སེམས་པ་སྐྱུར་པོ་རྐང་བཅད་མི་འདུག་ཨ་ངོ་མ་ཤེས་ཁོང་ཚོས་ང་ལ་དེང་སང་རྒྱབ་དང་མི་རྒྱབ་ངོ་ཤེས་མཁན་ཁོག་གི་ཕྱི་ལོག་མ་རུ་བལྟས་བྱས་བལྟས་པར་ང་སྐྱུར་པོ་རྐང་བཅད་མི་འདུག་གཡག་མ་རང་དུ་རུ་བསྡད་ན་ཡག་ནང་ལོག་རྫུས་ཞུགས་གཡག་མ་མ་བསྡད་ན་སིར་དོན་འགྲོ་རོགས་བྱེད་ཨ་སིར་དོན་འགྲོ་རོགས་བྱེད་རིགས་ལ་ལ་ངའི་པའི་གྲུ་རྒྱབ་ཡོད་རེད་པ་དངོས་གནས་སེམས་པ་སྐྱིད་པོ་གང་བྱས་མི་འདུག། ད་ཡང་མོ་ལབ་སོ་ད་ཡང་ཁོ་ལབ་སོ་སང་ཉུང་ཅིག་ལ་ལབ་སོ་སང། ཇི་བཞིན་དེ་འདྲ་གོ་དེ་འདྲ་གི་དེ་ཡོག་མ་རེད་ཨ། ད་རེ་ངའི་དུ་རུ་ཡིན་སོང་དངུལ་ཟ་ཡས་རང་རེད་མི་ཤེས་གན་ཁོ་བྱས་ཡོག་མ་རེད་རང་ཉན་འདོད་ཡོད་སོང་ཀ་དེ་ཡག་རྫུས་ཉན་འདོད་མེད་སོང་ན་ཀ་དེ་མ་འཇུག་དོན་འགྲོ་རོགས་ཅིག་དུ་རུ་ཕྱི་དུ་རུ་བསྡད་མ་འདོད་ཨ་ཕྱི་དུ་རུ་བསྡད་མ་འདོད།

ཆིག་སྟོང་ལྔ་བརྒྱ་ཚོ་བྱེད་ཆོག་གི། ཁང་པ་སྤྱི་ཐང་བྱས་ནས་བཙལ་གྱི་མ་རེད་པ། ལྔ་བརྒྱ་ཚོ་དྲུག་བརྒྱ་ཚོ་བཞི་བརྒྱ་ཚོ་སུམ་བརྒྱ་ཚོ་བྱས་བྱས་ཁང་པ་དེ་འདྲ་བཙལ་གྱི་རེད། ད་རིང་ཁོ་ཚོས་ཀྱི་ཁང་པ་དེ་ལ་ཡིན་ཟུར་ན་ཉིན་མོ་ཉིན་མོ་ཡོད་མ་རེད། དགོང་མོ་དང་དེ་བས་ཀྱང་ཡོད་མ་ར། ཉིན་མོ་དང་དགོང་མོ་དང་ཡིད་ཀྱི་ཁོ་རང་གློག་སྤར་བྱས་དེ་ཡས་དེ་འདྲ་རེད། ད་དེའི་ཁང་པ་དེ་ཕྱེ་ལོས་ག་ཚོད་ཡོད་རེད་ཟེར་ན་ཉལ་ཁྲི་གཅིག་དང་གྲོག་རྩེ་ཤོང་ཚོ་གཅིག། ཉལ་རྩེ་གཅིག་དང་གྲོག་རྩེ་གཅིག་ཤོང་ཚོ་གཅིག་ལས་ཡོད་མ་རེད། དངོས་གནས་དེ། ས་དེའི་སྒང་ལ་ཉལ་ཡས་རེད། ང་ཚོ་ཅོག་ས་དེའི་སྒང་ལ་ཉལ་བས་ས་དེའི་སྒང་ལ་ཉི་མ་ལྔ་ཉལ་བས།

ནམ་རྒྱུན་ཟླ་བ་གཅིག་གིས་ངལ་གསོ་ཉི་མ་དྲུག་དེ་ལ་གཏིག་ཏུ་ཐོབ་ན་ཐོབ་པ་རེད་མི་ཤེས་དངུལ་རི་ཏི་རི་ཏི་ཁོ་རང་ནང་ལ་འཛིང་གི་རེད་ཡག་པོ་བྱེད་ན་ཡོག་རེད་ངོ་ནས་ཡག་པོ་བྱེད་ན་ཡོག་རེད་འདི་ཡིན་དུས་ཙམ་པ་ད་ཅོག་གི་དེ་འདྲའི་ལབ་དུས་ཙམ་པ་ཨ་མ་དཔེ་ས་སོ་ཨ་བསམ་བྱོས་རེད་བ་ང་རང་སོ་སོའི་གི་ནང་ལ་ཡིན་ཟུར་ན་ང་ལས་ཀ་རྙེད་མ་བྱུང་ཟུར་ལོ་ན་དེ་རང་རེད་ཡིན་ནས་ཀྱ་ཅོག་གི་ནང་མི་ལ

དེའི་ཉིན་མོ་དེ་ལས་ངོ་ཚ་ཅི་གང་བྱེད་མ་བྱུང་ངོ་ནི། ཡིད་ཅན་ཡིན་ཟུག་ན་གར་སོང་རེད་ད། ངོ་ཚ་ཟུག་རེད་གར་སོང་རེད་ད། ནམ་རྒྱུན་ནས་ཧམ་པ་ཚ་པོ་དེ་འདྲ་ཡོད་མ་རེད་པ་དེ་ཡིན་དུས་ཚང་མ་ལས་ཀ་དེ་འདྲ་བྲིས་དུས་ཀྱི་ངོ་ནི་ངོ་ཤེས་ན་ཚ་གི། ངོ་ཤེས་ན་ཚ་གི་ད། མཚམས་རེ་ཅོག་གི་བྲིས་མཚམས་རེ་ང་རེ་བྲིས་དེ་འདྲ་བྱས་རེ་རེ་མོས་རྒྱབ་བྱས་ཟ་ཁང་མེད་རེ་ངོ་རེ་སྒོ་ལ་འཛུལ་བ་ཡིན། ད་སྐར་མ་ཀུན་བཟང་འདི་པ་ལ་བུ་སྡུག་གདུང་སོགས་དེ་འདྲ་ཞིག་འཕྲད་ཡོད་པ་རེད། ད་དེའི་སྐད་ང་རང་སོ་སོ་ལ་རླུང་རྟ་སོགས་དེ་ཏིག་ཏུ་ཡོད་ས་འདྲ་བུ་མོ་དེའི་བུ་ཡན་ཅིག་འདིའི་ཞོགས་ཀས་དེ་དུས་དོན་པ་རེད་ས་ཞོགས་ཀས་དུ་དུས་དོན་པ་རེད་ས་ཁུད་ཀྱི་ང་བཅུག་པ་རེད་མི་ད་ཁོ་ཚོ་གི་དུ་རུ་ཀའི་བུ་ཡན་དུ་བུ་མོ་ཡོད་མ་རེད་ས་བུ་ཡན་མེ་གོ་གསུམ་ལས་ཡོད་མ་རེད་ས་མེ་གོ་གསུམ་ལས་ད་དེའི་ནང་ལོག་མེ་གོ་གཉིས་མི་ཤེས་མེ་གོ་གཅིག་ཕྱིན་ཚར་འདུག་བ་ད་ཨ་ཅག་དེ་ག་རེ་ལས་པ་རེད་ས་མི་སྡུག་གི་ཡོད་ས་མི་སྡུག་གི་ཡོད་རང་ལས་ཀ་བྱེད་ཡས་ཀྱི་ཉམས་མྱོང་ཡོད་པས་ས།

བུ་མོ་དེ་འདྲའི་ཁ་ལག་བཟོ་དགོས་ཡོད་མ་རེད་ངར་སོ་སོས་བཟོ་གི་རེད་ཟེར་འོང་དེ་ན་རང་སོ་སོས་བཟོ་གི་ཡོད་མ་རེད་ངས་བཟོས་བྱས་སྟེར་གི་རེད་ཟེར་པའུ་ཀྲུ་པའུ་ཀྲུ་རེད་ངས་ཁ་ལག་བཟོ་གི་རེད་རང་དེ་འདྲས་བྱེད་གི་ཡོད་མ་རེད་ཞོགས་གས་ད་དགོང་མོ་ཞོགས་གས་ད་ཉིན་གུང་ཡིན་ཟེར་ནོ་བུ་སྟུག་བཏུང་ཡས་རེད་ཟེར་དགོང་མོ་ཚེས་ད་དེ་འདྲས་ངར་སོ་སོས་བཟོ་བཞིན་ངར་སོ་སོས་གིས་བཟོ་བཞིན་གི་ཡོད་ངས་བཟོ་གི་རེད་ཟེར་དེ་འདྲས་བཟོ་གི་ཡོད་མ་རེད་ཡིན་ནས་གས་ད་གས་ཡོང་མ་རེད

དེའི་ཉིན་མོ་དེ་དུས་ལས་ཀ་དེ་རུ་མ་བསྡད་པ་ཡིན་ཟེར་རོ་ཨ་ནི་ང་ཟ་ཉིན་དེ་བས་ལས་ཀ་བཙལ་རོགས་བྱེད་ཉེན་ཡོད་མ་རེད་ལ་ཨ་ལས་ཀ་བཙལ་རོགས་བྱེད་མྱོང་མེད་ཟེར་ཅོག་ལྷ་ས་སྡེ་བར་བསྡད་མྱོང་ཡོད་རེད་མི་ཤེས་ང་རང་སོ་སོ་ལྷ་ས་སྡེ་བར་ལ་བསྡད་དེ་འདྲ་མང་པོ་དེ་འདྲ་བསྡད་མྱོང་གང་དྲན་མེད་ལབ་མྱོང་ད་ཡོད་དེ་ཡིན་ནའི་མང་པོ་དེ་འདྲ་བསྡད་བྱེད་མྱོང་མེད་དེ་ཡིན་དུས་ཚང་མ་ངས་ས་ཆའི་ཧབ་ཁ་ཕྱོགས་སྒོར་ཧ་གོ་གི་མ་རེད་དེ་ཡིན་དུས་ཚང་མ་ཐག་ངས་ལས་ཀ་དུར་བསྡད་པའི།

ད་ང་དེའི་ནང་ལོགས་ལ་ཟླ་བ་གསུམ་འདས་ཤུགས་རིང་ཀ་ལ་ང་ལ་དངུལ་མང་པོ་བཞེས་ན་ཟ་ཐུལ་བྱུང། དངུལ་མང་པོ་བཞེས་ན་ཟ་ཐུལ་བྱུང། སུས་ཀྱང་ཟླ་བ་གཅིག་ལ་གླ་ཆ་སུམ་སྟོང་བརྒྱད་བརྒྱ་ལས་མིན་ནས་རེད་པ་སུམ་སྟོང་བརྒྱད་བརྒྱ་ལས་ཡོག་མ་རེད་ད་ཕྱི་ལོགས་འགྲོ་ཡས་ཡོག་རེད་པ་སོང་ཡོག་མ་རེད་དེ་ཡིན་དུས་བསམ་པ་དངུལ་ག་ཚོད་ཟ་ཐུལ་ནས་ག་ཚོད་ཀྱི་ནང་ལ་བསྐུར་ཡས་འདུག་ད་ང་ལ་སུམ་སྟོང་སུམ་བརྒྱ་སུམ་སྟོང་བརྒྱད་བརྒྱ་ཡོག་རེད་པ་སུམ་སྟོང་བརྒྱད་བརྒྱ་ནས་སྒོར་མོ་སུམ་བརྒྱ་སྒོར་རེ་ཡིན་ཟེར་ན་སུམ་སྟོང་ལྔ་བརྒྱ་ནང་ལ་བསྐུར་ཡས་འདུག་ད་ལྔ་བརྒྱ་སྒོར་རེ་ཡིན་ན་སུམ་སྟོང་སུམ་བརྒྱ་ནང་ལ་བསྐུར་ཡས་འདུག་ཡིན་ནས་ཀྱི་ཀ་ལས་ཁག་པ་དང་ཨ་མ་ཀ་ལས་ཁག་པ་དང་ཁག་པ་རེད་བྱ་ངོ་ནས་རེད་བ་ད་ལས་ཀ་ག་རེ་བྱེད་ནས་ཀྱི་ཀ་ལས་ཁག་པོ་ཡོད་རེད་ཡིན་ནས་སེམས་པ་ཀ་ལས་ཁག་ཨ་མ་སེམས་པ་ཀ་ལས་ཁག་སེམས་པ་ཀ་ལས་ཁག་ཨ་ནི་ཉིང་རྩེར་སྐོར་ཉི་མ་མཐོང་ཡས་ཡོད་མ་རེད་ཞོགས་ཀའི་ཆུ་ཚོད་ལྔ་པ་ནས་དགོང་མོའི་ཀྱི་ཆུ་ཚོད་བདུན་པ་བརྒྱད་པ་ཚོ་ས་ཧྲིབ་ཧྲིབ་ཚོ་ཕྱི་ལོག་འགྲོ་ཡས་ཡོད་མ་རེད་ཕྱི་ལོག་ཐོན་ཡས་ཡོད་མ་རེད་ང་ཚོ་ལ་མི་ཐོན་ད་དེ་འདྲ་ཡོད་མ་རེད་དེ་ཡིན་དུས་ཚན་པ་ད་ཕོ་བ། དུ་ལ་ཕྱི་ལོ་དེ་ནས་ཐེངས་མ་རེ་ཚོ་རེ་ཚོ་ཐོན་ན་མི་ཤེས་ཉིན་རྩར་ཉི་མ་དཀྱིལ་ལ་ཡོང་བ་རེད་ཨ་ནི། གི་ད་རང་གང་གི་ན་ཡོང་ཉེས་སུ་དེ་ཅི་གི་ཧོ་ནེ་གང་གི་ན་ཡོང་ཉེས་སུ་དེ་ཅི་གི། ཨ་ནི་ངས་ལས་ཀ་དེ་ནས་ཐོན་པི་ད་ལས་ཀ་དེ་ནས་ཐོན་བྱས་ངས་ག་ལ་ཕྱི་མ་རེ་སོང་རྒྱ་མིག་གི་ཟ་ཁང་ཅིག་ནང་ལོག་ལ་ཕྱིན་པི་ད་རྒྱ་མིག་གི་ཟ་ཁང་ཏོག་ཏོག་ནི་དེ་ནང་ལོག་ད་ཕྱོགས་ཏོར་སྨན་བཞེར་ཕྱིན་པི་ཡིན་ནས་ཀའི་སྨན་བཞེར་ཕྱིན་ནི་ཉི་མ་གཅིག་ཚོ་དེ་ཡང་ཐོན་ཅིང་ཉི་མ་གཅིག་ཚོ་དེ་ཐོན་ཅིང་དེ་རེ་རྐྱང་རེ་བཞག།

ལས་ཀ་དེས་ན་འགྲིག་གི་རེད་ད་རང་གི་ལས་ཀ་བྱེད་པའི་བརྒྱུད་རིམ་ལ་རེ་བ་ཐུགས་ལན་བྱེད་བྱེད་ལ་སོགས་པ་རེ་བ་ལས་ཀ་ལ་གཡོལ་བྱས་ཏེ་དེ་འདྲ་བྱས་བྱས་དེ་སོང་ན་ཁོའི་བློ་ལ་མ་གཅིག་ན་ཁར་ཐུག་གོ་ར་འབིད་ཉེན་ཡིན་ས་ཉིན་མ་གཅིག་ལ་སྒོར་མོ་བདུན་ཅུ་ལས་སྤྲད་ཉེན་མེད་ས་འོ་ཡ་ཡ་བྱས་བས་རེ་བ་འོ་ཡ་ཡ་བྱས་བས། ཨ་ནི་རྒན་མོ་འདི་གས་ཡང་ཨ་ཅག་འདི་དང་གཅིག་པུ་གཅིག་ན་ས་ད་རང་སོ་གཉིས་ལས་ཀར་ཞོག་ས་ཡ་ངས་ང་ཉལ་ས་མེད་ལོ་བས་ང་དོག་རང་ཡོང་ཉེན་ཡིན་ལོ་ཡས་ད་དེ་དུས་ངས་ཅོག་ཡོག་རེ་བས་སེང་ཅོག་ཡོག་མ་རེད་དེ་ཡིན་དུས་ཚོན་པ་ལྕགས་ལ་ཐོན་ཚོ་ཆབ་ཚང་ངར་ལྕེ་ཁོག་གི་སྦོ་ག་བྱིན་པས།

པ་པ་དང་ཨ་མ་དང་དེ་འདྲ་ཡོད་རེད་དེ་ཡོད་དུས་ཚང་པ་ལག་པ་བཞི་ཡོད་རེད་བཞི་ཡོད་དུས་ཚང་པ་བཞི་ག་གི་ཡག་པོ་ཤེས་ན་ཆེ་བའི་ངོ་ནས་ད་རུང་གྲོགས་མོ་གྲོགས་མོ་ཟེར་ནས་ང་ཚོ་ལ་དེ་འདྲ་ཡོད་རེད་པ་ངལ་གསོ་ཡོད་རེད་པ་མཚམས་རེ་ང་ཉིད་ངལ་གསོ་ག་འདུག་དེ་དུས་ཡིན་སོང་ན་དེ་ཡོད་མ་རེད་པ་ཁར་སོང་ཚོང་དང་དེ་འདྲ་རྒྱག་དགོས་མིན་དུས་ཚང་པ་ད་ང་ཁར་ཅིག་རོགས་ཉལ་བྱས་བསྡད་ཡོད་ངོ་ནས་མཚམས་རེ་ཉལ་བྱས་བསྡད་མཚམས་རེ་ངས་རྐང་པ་ལི་དང་དེ་འདྲ་ཡི་བརླ་ཡས་ཉོས་བྱས་ངས་རྐང་པ་ལི་བསླས་བྱས་བསྡད་ཡོད་ད་རྒྱ་མོ་དེ་ག་རེ་ལབ་གི་ཡོད་རེད་བསམ་ན་ཉིན་གུང་ངའི་ཁ་ལག་ཟོས་འོག་ཟེར་གྱི་རེད།

ཐོག་ལ་གྲོགས་སྟོང་ཚོ་རེ་འགའ་ལ་དོན་སྟོང་ཚོ་དེ་འདྲས་ཚོ་ལན་ཡད་དོ། ཐ་ང་ལ་ཞེ་སྟོང་ལྔ་བརྒྱ་ལས་མི་འདུག་དེ་འདྲས་ཅིག་དུས་ཚན་པ་གྱ་གཉིས་ཀྱི་ར་ཅིག་ཐོས་པ་ཡོད་ནའི་གས་གས་ཡོང་མ་རེ་བ་ང་ར་སོ་སོ་ཞུགས་ལ་སླེབས་ཀྱོ་རེ། པུ་ད་པུ་གར་སོ་འདི་བཅད་ཤོག་ཆི་ཁུར་བ་ཡིན་ནའི་གས་ཆིག་སྟོང་ལྷག་ཚོ་ལྷག་ཚོ་དེ་འདྲས་གས་པ་ཞུ་དུས་ཚན་པ་ཨ་ནི་ཡང་སྐྱིད་པོ་རྐང་བཅད་མི་འདུག་རེ་བ་ལས་ཀ་ནི་ཁོ་ཚོ་ལས་མང་ང་བྱེད་ཀྱི་མིན་ནས་ཉུང་ང་རྐང་བཅད་བྱེད་ཀྱི་མིན།

ཚོང་འདི་འདྲས་ཀྱིས་རྒྱབ་གནས་གས་ཡག་པོ་ཡོག་རེད་རེད་པ། ད་འོས་གས་ལ་ཅི་ད་བ་ལ་དང་གི་མི་དེ་ཚོ་བ་ཚོང་འདི་འདྲས་ར་ཅིག་རྒྱབ་ཡས་རང་གནས་གས་ཡག་པོ་ཡོག་རེད་བསམ་པ་ལས་ང་ར་སོ་སོ་དྲ་མོ་དེ་ཚོང་གཉིས་འཕྲོ་བ་རེད་ཟེར་ན་རྐང་བཅས་འཕྲོ་མ་བྱུང། ག་རེ་ཡིན་ཟེར་ང་དེ་ཅ་ལག་དེ་རང་བེད་སྤྱོད་གོ་ར་བཏང་མྱོང་མེད་བེད་སྤྱོད་བཏང་མྱོང་མེད་ཟེར་ན་ཚོང་གྱིས་ཟེར་ན་སྤུ་ག་ནང་རེད་བ། ཚོང་གྱིས་ཟེར་ན་སྤུ་ག་ནང་དེ་ཡིན་དུས་བསམ་པ་ངས་ག་ར་བྱས་པ་རེད་ཟེར་སོང།

དེ་ཡི་བཀའ་བཏུ་གི་བཀའ་བཏུ་བའི་མ་ཚེ་ཞོགས་ཀའི་དྲི་བོ་དྲི་བོ་ཟེར་ཡ་ནི་ཞོགས་ཀའི་ཕྱུག་པ་ཡིན་སོང་དགོང་མོ་ཉལ་ཉལ་དུ་དོང་ནང་ལོག་ལ་ཡག་པོ་ཤེས་ན་བསྡད་ཀྱི་ཡོད་དེ་ཡིན་དུས་རྩོམ་པ་ད་ང་ལ་ལོག་བྱ་དང་དེ་འདྲ་ལ་ལོག་དུས་རྩོམ་པ་མི་མང་པོ་ཅིག་གི་ད་རང་གི་དོང་ལ་བྱུག་ཡ་དེ་ཡག་པོ་ཤེས་ན་འདུག་རེ་བ་བུ་མོ་མང་པོ་ཅིག་གི་ཡག་པོ་ཤེས་ན་འདུག་རེ་བ་རང་གི་དེ་ག་ནས་ཉོས་བ་ཟིན་ཡ་དེ་འདྲ་སྐད་ཆ་དྲི་ཉེས་ཕྱོགས་ཐོ་ཡོང་མྱོང་ཡོད་དེ་ཡིན་དུས་རྩོམ་པ་ང་དེ་ལ་སྐད་ཆ་དྲི་ཉེས་དྲོ་ཆོག་ང་དེ་ལ་སྐད་ཆ་དྲི་ཉེས་དྲོ་ཆོག་ད་སྐད་ཆ་དྲི་ཉེས་དྲོ་དུས་རྩོམ་པ་ངས་བུམ་འདི་ལ་ངས་བྲིས་བའི་བུམ་དེ་ཝང་ཧོང་དེ་འདྲ་རེད་ང་ཚོ་གི།